ཁྱེད་རྣམས་མ་དམ་པ་རྣམས་ལ་ཕྱག་འཚལ་ལོ། སྐྱབས་རྗེ་ཁྲི་རབས་བདུན་བཅུ་པའི་གྱི། བདག་རང་ཚོའི་ལོ་རྒྱུས་བརྗོད་པ་གང་ཤར་གཏམ་གྱི་ཕྲེང་བ་གི་འཕྲོ་མཐུད་ལ་ད་ཏི་སི་གི་འཕྲོ་མཐུད་དུ་འབེལ་བ་ཕྱིན་ད་ཏི་སི། ལས་སྐྱབས་རྗེ་གཤེན་བཞི་དམ་པ་དགེ་འདུན་རིན་ཆེན་ཡ་ཏང་གུ་ལུ། དེར་སྒྲུབ་སྡེ་གི་དབུ་ཟིན་པས་དེ་བྱོན་མི་གི་སྐུ་ལས་དེ་མ་ཞུགས་ཚ་ཡི། ད་ན་ལ་མ་ད་ཨ་ནི་གི་སྐབས་དེ་ལུ་ཧ་ལམ། ད་སྤྱི་ལོ་འབེལ་བ་ཕྱིན་གཅིག་སྟོང། དགུ་བརྒྱ་བདུན་ཅུ་དོན་གཉིས་སྡེ་གཅིག་ག་མེད།

འབྲུག་གི་སུམ་པ་དེ་གོང་མ་རྫོགས་ཕུད་ཀྱི་སྐབས་ཡིན་པས་ལ་དྭགས་ནི་བོ་ད་ང་ཆ་ར་སྨད་འབྱུང་རྟ་འབྲུག་རྒྱལ་ཁབ་ན་ཡོད་ཕུད་ཀྱི་སྐྱེ་འགྲོ་སྤྱི་ཡི་བསོད་ནམས་ཀྱིས་དེ་དག་མ་ཐེབས་ལས་ཏེ་འདི་གི་བས་ཏེ་མི་དབང་ཆོས་ཀྱི་སུམ་པ་དེ་དག་འཇིགས་མེད་རྡོ་རྗེ་དབང་ཕྱུག་དེ་གོང་དེ་ཕ་ཨ་ཧྥི་རི་ཁ་ལུགས་སྨད་ཆོས་ཆོན་ནའི་བོ་རི་ཡ་སེ་ན་ཨ་ན་ལུགས་སྨད་ཆོས་ཆོན་དེ་ཕ་ལེ་པའི་དགོངས་རྫོགས་རྫོགས་ཕུད་ཡིན་དེ་དགུང་ལོ་བོད་བ་ཅན་བཞི་བཅུ་ཞེ་ལྔ་དག་རིམ་གྱིས་མེ་ཏཱ་ཨ་ནི་བས་ཏེ། མི་དབང་སྒྲུབ་རྒྱལ་གསུངས་པ་འདི་སྟེ་ང་ཕྱི་ར་སྒྲུབ་རྒྱལ་ཁབ་ཀྱི་དེ་དག་ཡ་ར་སྐྱིད་ཀྱི་གོང་པ་གདོང་ཁ་པོ་ཡི་སྐབས་ཀྱི་དག་ཁོང་སྒྲུབ་རྒྱལ་གསུམ་པ་བའི་བྱོན་དག་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ང་གསུམ་འདས་བྱེད་ལས་དེ་དག་ཁོང་གི་རྒྱལ་ཁབ་ཀྱི་དེ་ཆབ་སྲིད་དེ་ཆགས་ལུགས་བྱེད་དེ་ལས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེའི་དཔྱིད་ལས་དེ་རྒྱ་གར་གཞུང་དག་ཅི་ག་བས་དེ་མཉམ་འབྲེལ་གྱི་ཐོག་ལས་བོད་པའི་གཞི་ལས་ལོ་ལྔ་བོད་ཀྱི་ཕྱག་བཞེས

ཏེ་འདི་སུ་ཐུགས་བདེ་གི་བས་ཏེ་ང་ཅི་རྒྱལ་ཁབ་ཀྱི་གོམ་པ་མདུན་དུ་སྤོ་བདེ་གི་བས་ཏེ་རྫས་རྣམས་ཡིན། དེ་དག་མི་དབང་འགྲོ་དགེ་གསུམ་པ་ཀྱི་ཏེ་ཆ་ལ་དེ་འཕྲོ་མཐུད་བདེ་གི་བས་ཏེ་སྤྱི་ལོ་གཅིག་སྟོང་དགུ་བརྒྱ། བདུན་ཅུ་དོན་བཞི་ལས་ཏེ་ང་ཅི་ལ་འགྲོ་དགེ་བཞི་པ་ཁྲི་ཚོ་ལུ་ཅོན་ཏེ་ཁོང་གི་ཆ་ལ་འཕྲོ་མཐུད་བདེ་གི་ན། དེ་ལས་ཚུགས་པའི་རིམ་པ་བཞིན་དུ་བས་ཏེ་ཉིས་སྟོང་དྲུག་ཚུན་ཚུད་ཀྱི་ནང་ཀུ་ལུ་ཏེ་མི་དབང་འགྲོ་དགེ་བཞི་པ་འཇིགས་མེད་སྐལ་བཟང། སྨད་འཇིགས་མེད་སེང་གེ་དབང་ཕྱུག་སྟེ་ཁྲི་ཐོ་ལོ། སྟེ། ལོ་སུམ་ཅུ་སོ་བཞི་སྟེ་ཕྱིས་བཞུགས་པའི་རིང་ལོ་ང་གཅིག་རྒྱལ་ཁབ་ནང་ལོ་ལྔར་བདག་མ་འབྲལ་གྱི་རྒྱུ་བ། ད་བསམ་གྱིས་མི་ཁྱབ་པ་བྱས། དེ་ཡོང་མི་འདི་སྟེ་ང་ཅག་དེ་ན་ལོ་ལྟ་ཧ་ལམ་ཁ་གས་ཁེན་ན། ད་དེ་ལས་སྟེ་ཉིས་སྟོང་དྲུག་ལས་སྟེ་ང་ཅག་གཞུང་འབྲེལ་གྱི་ཐོ་ལས་པའི་སྟེ་ད་ཁ་ཆེ་ལོ། དེ་འབྲུ་རྒན་ལྔ་པ་ལོ་ཆགས་ལ་དེ་སུ་རྩིས་སྤྲོད་འདི་གི་ན། དེ་ལས། ཉིས་སྟོང་བརྒྱད་ལོ་སྟེ་ཁྲི་ལྔ་བསུའི་ངོ་མ་བས་ཏེ་མཛད་དེ་གི་བས་ཏེ་ཉིས་སྟོང་བརྒྱད་ལོ་སྟེ་ང་ཕྱིར་གྱི་དུས་ཆེན་གསུམ། རྒྱལ་རབས། ཏེ་དབང་ཕྱུག་རྒྱུད་བཙུན་གྱི་རྒྱལ་རབས་དབུ་གཉིས་དེ་གི་བས་ཏེ་མི་ལོ་བརྒྱ་གཅིག་གོ་ཡི་གི་དུས་སྟོན། དེ་ལས་མི་དབང་འབྲུག་རྒྱལ་ལྔ་པ་སྲིད་ཁྲི་དགུ་ཆོད་མི་གི་དུས་སྟོན། ང་ཕྱིར་གྱི་འབྲུག་རྒྱལ་ཁབ་དེ་སྲིད་ཁྲི་གི་རྩ་བ་ལས་ཏེ་དམག་ཚོགས་ཀྱི་གཞུང། བཀའ་གནང་དེ་གི་བས་ཏེ་མི་སྲིད་ལོ། དམག་ཚོགས་ཀྱི་གཞུང་གདམ་ཁ་བཅའ་བི་གི་ཏེ་དམག་ཚོགས་ཀྱི་གཞུང་དགུ་གདམས་པ་བཙུ་བི་གི།

ཏཱ་ནི་ཀྱི་སྐབས་དེ་ལོ་དེ་རྒན་ཡུམ་ཆོས་ཀྱི་བཀའ་བཞིན་གསེར་རྟ་ལྔ་ཆར་རྒན་ཡུམ་ཕུན་ཚོགས་ཆོས་སྒྲོན། དེ་མོ་རོ་ལུགས་མང་རྡོ་རྗེའི་ལུགས་བུ་རྡོ་རྗེ་ཡི་སྲས་ལབ་ཡིན་པས། དེ་བུ་གཅིག་གིས་མི་ནོངས་འབྲུ་རྒྱལ་བ་འབྲུ་རྒྱལ་གསུམ་པ་ཡིན་པས་ལ་ཏཱ་ནི་དགོངས་པ་རྫོགས་སྦས་ཀྱི་སྐབས་དེ་ལོ་དེ་ཏཱ་ང་ཆར་རྒན་ཡུམ་ཕུན་ཚོགས་ཆོས་སྒྲོན་གྱི་ཐུགས་ལོ་དེ་མྱ་ངན་ག་རིམ་བཅུད་ཆུང་ཆུང་ངུ་འགའ་དེ་དེ་ང་ཆར་ཨང། དེ་ལྟར་མིག་གིས་མ་མཐོང་མིག་གིས་གཟུགས་བས་ནི་དེ་གྱིས་དེ་ག་གིས་བླ་མི་ཤེས་པས་རྨོངས། ཏཱ་ནི་པའི་བས་དེ་རྒན་ཡུམ་ཕུན་ཚོགས་ཆོས་སྒྲོན་ཆོས་ཀྱི་བཀའ་བཞིན་དུ་བས། དེ་ལས། འབྲུ་ཁལ་གསུམ་བག་གིས་དག། ཆོས་སྐྱེས་བསྡམས་པ་དགོངས་རྫོགས་སུ་རྨི། དེ་ལྟ་མོ་རིགས་ཀྱི་སྲས། དེ་མི་དབང་འབྲུ་ཁལ་གསུམ་བག། སྟེ། དགོངས་པ་རྫོགས་པའི་གྱི་དགོངས་རྫོགས་ལུགས་པའི་ཐུགས་རྗེ་གནང་སྟེ་དགྱེས་པའི་ཐིམ་ཕུར་བཀྲ་ཤིས་ཆོས་ཚོན་གྱི། ཀུན་དགའ་ར་ཡི་ནང་སྟོན་འབུལ་གྱི་གནང་ཉིན་ཆེན་མོ་གཞན་བཅུའི་ཕྱག་གིང་ཧྲིལ་པོ། རྗེ་བླ་མའི་བདག་གིར་བཞེས་ཏེ་དབུ་ཚུགས་ཆེན་པོའི་ཉིན་མཚན་བར་མེད་དུ་ལས་ལ་བརྩོན་ཟེར་ཨ་ནེ་ཀའི་བཀའ་ལུང་སྟེ་མར་ཐིམ་ཕུར་ཀུན་རིག་སྣང་གི་བརྡ་དུ་སྟོན་པ་ཐོ་ཚད་མ་དེ་གྱིས་ཏེ་ཆ་ལག། སྣང་མེད་ཆེ་མཉམ་རང་སྟེ་སྐྱབས་རྗེ་ཤིང་བཤགས་ཁྲི་ཟུར་རིན་པོ་ཆེའི་བསྟན་བཅོས་དུད་འགྲོ་ཡིན་པས་ལ། དེ་མི་དབང་དགེ་འམ་དེ་ཕུན་ཚོགས་ཆོས་སྤྲུལ་གྱིས་དེ་དགེ་བའི་ཤིང་བཤགས་ཀྱིས་དེ་ལྟར་དགོངས་རྫོགས་པས། དེ་ཨ་ནེམ་ཅིའི་ཆེན་དགོན་པའི་གསེར་ཁང་ནམ་ཟླ་ལུགས་དེ་ལས་དེའི་གི་ལས་མཁན་དེའི་ཆ་ཚང་གཅིག་དེ་སྐྱབས་རྗེ་ཁྲི་ཟུར་རིན་པོ་ཆེ་ལུགས་ན་སྐྱབས་རྗེ་ཁྲི་ཟུར་རིན་པོ་ཆེ་གིས་དེ་དག་དམ་གཅིག་གིས་ང་ཅག་རང་དེ་ང་ཅག་གི་འབྲུ་རྒྱལ་ཁབ་ཅིག་གིས་དེ་དག་དབུ་ལྷག་དེ་དགེ་བའི་ཤིང་བཤགས་ཀྱིས་དགོངས་རྫོགས་ཡོད་མེད་ལ་གཉིས་སྤྱི་ལུགས་དེ་བཀའ་དྲིན་ཅན་གྱི་བདག་ཉིད། དེ་རྒན་ཡོལ་ཕུན་ཚོགས་ཆོས་སྒྲོན་གྱི་བཀའ་དགོངས་ཡིན་མིན་གསུམ་སྤྱི་ལུགས་ང་ཅར་འབྲུག་རྒྱལ་ཁབ་ཀྱི་ནང་བསྟན་ལྷག་པར་དུ་དེ་སྔ་ཕྱི་གྱི་དཔུང་ཁྲིམས་དྲ་ཚ་ལྟེ་བ་བཀྲ་ཤིས་ཆོས་རྫོང་གི་ནང་ལོ་དེ་ཀུན་དགའ་ར་བ་ན་གི་དེ་དང་འཕགས་པའི་དགེ་འདུན་གྱི་སྡེ་འདི་སུ་དེ་བཞུགས་ས་ཀྱི་དེ་ན་ལུགས་ཀྱི་རྟེན་གྱི་གཙོ་བོ་ཡིན་པས་དང་ནི་བོ་ད་ལུགས་དེ་དེ་ན་ལུགས་དེ་དང་ཉི་མ་དང་བྱུ་རུ་སེམས་མེད་པ་དེ་རྣམ་མེད་བསམ་མེད་ཀྱི་ཆ་ལག་དེ་རྩ་དགེ་འདི་གི་པའི། སྣང་འདི་བོ་ད་ལོ་ཏེ་ཁོ་ཡང་རྟ་མགོ་ལོ་ཡུ་ལྷོ་མི་བི་མས་མོ་ཤི་ལ། ད་རྟ་མགོ་ལོ་ཡུ་ལྷོ་མི་བི་ལས་ཏེ་འདི་གི་པའི་ད་ཨ་ནི་གི་ལོ་འདི་ལོ་ཏེ་སྤྱི་ལོ་སྤྱི་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་མེ། དེ་བཤེས་གཉེན་དམ་པ་དབྱང་ནེ་མཁན་པོ་ཐུགས་མར་མཛད་ཟེར་ཏེ་དབྱང་ནེ་གི་མཁན་པོ་ཧེ་ངོས་པའི་བ་ཅིན་ཏེ་ལྕགས་ཀྱུ་ཁྲི་ཚོ་འཁོར་རོལ་གྱི་མཛད་ལུགས་ཡིན་པས་ད་ཨ་ནི་གི་བཞིན་ཤག། ཏེ་དགོངས་པ་རྫོགས་བི་གི་ལོ་འདི་ལོ་ཏེ་མ་དགོངས་རྫོགས་གི། སྟོན་པ་ཐོག་སེར་མ་བཞེས་ནི་གི་ཕྱག་ལ་ལས་ཏེ་འདི་གི་པའི། དེ་ལས་ང་ཚེ་རབས་བཅོ་བརྒྱད་ཁྲི་ཟུར་རིན་པོ་ཆེའི་མ་ལུག་ཕྱག་ལ་སྣང་ངོ་ནི་འདི་གི། དེ་ལས། ཡང་རྟ་མགུར་གྱི་དབྱངས་ནས་ཀྱི་མཁན་པོ་དེ་དག་མ། དེ་དག། ག་ཚོད་ལ་ཐོག་མར་མཛད་མི་དེ། དེ་དབྱངས་ནས་ཀྱི་མཁན་པོ། ཧང་ནི་ལས། དེ་དགེ་འདུན་རིན་ཆེན། ཤིང་ཤ་དགེ་འདུན་རིན་ཆེན་གྱི་མཛད་ཕྱི་ཡིས་སེམས། ད་དབྱངས་ནས་གྲོལ་མ་ཐག་སོགས་ལ་དེ་དབྱངས་ནས་དེ་ང་ཚེ་རབས་ཟླ་བོ་ཁྱོ་ད་ཉིས་ཚོགས་གོ། ཟླ་བོ་དྲུག་བྷི་གི་ཚེས་བཅད་ལྔ་ལ་དགུ་ཚུགས་དེ་གི་བའི་དུས། བདུད་མིག་གི་གནམ་གང་ལོ་བརྒྱའི་མི་འཕྲོད། བདག་ནི་དབྱར་གནས་བྲོས་མ་ཐག། དེ་བདུན་ཕྲག་གཉིས་ཀྱི་རིང། ཟེར་ཏེ་ཡང་རང་གཏམ་གུར་གྱི་སྒྲུབ་ཐིག་འདི་ཚུགས་ཀྱིས། དེ་ང་ཕྱིར་ཆོས་དགེ། དེ་ལྟར་འབྲུ་ཁལ་གསུམ་བར་གྱི་དགོངས་རྫོགས་སྒྲུབ་ནུས་ཀྱི་དོན་ལྟར་ལོ། དེ་ཡང་གཏམ་གུར་གྱིས། དེ་དགེ་འདུན་པ་འདི་སུ་དེ་མ། དགོངས་རྫོགས་སྒྲུབ་པ་བྱོན་གོ། ཚིག་གིས་དེ་མ་ལས། ད་རྒྱལ་ཡུམ་གྱི་ཞབས་ལ་རོང་ངོ། དེ་རྒྱལ་ཡུམ་གྱི་ཞབས་ལས་སྐབས་འཕེལ་བ་ལས་དེ་འདི་གི་བས། དེ་ལས་དེ་མ་རོག་གི་བུ་ལུ་ཞེ་ཐབས་མ་བྱམས་པས།

ཞེས་པའི་ཐད་གོང་བཞིན་གཅིག་མཚུངས་བྱས་པས་ཡར་ལ་མ་གསུམ་པའི་ཨ་ནེ་བའི་ལབ་པད་ཀོ་ཕྱག་རྒྱ་པད་ཀོ་བའི་བུ་བདག་ལུ་དེ་ལས་དེ་བཞིན་ཤར་གྱི་འཇིགས་རིན་ཆེན་གྱི་དེ་མཆོག་གོ། ལྗོངས་ཐར་པའི་མི་གསུང་གི་ཀུན་ཏུ་ལུས་བྱོན་བཞི་རྣམ་པའི་དད་པའི་སྦས་མོ་གོ་ཟེར། དེའི་ག་དེ་བས་མོ་ཟེར་བ་བྱིན། ལས་ལ་ཡའི་པད་ཀོ་རིགས་ཀྱི་ཐར་ཟེར། དེ་ལབ་གཡས་བདུད་པའི་བ་ཅག་གནས་པའི་པད་ཁོར་ཟེར། ད་ཆ་ཆ་ཤེས་མི་སུ་གི་ཤེས་པ་ལ་པད་ཁོར་ཟེར་བ་ཅན་ཨ་ནེ་བེ་ཤེ་ལེ་དེ་བླ་ར་བློ་མི་འགྱོད་པ་ཟེར་མ་ལ་ཨ་ནེ་བེ་པད་ཁོ་གིས་འདི་གི་བེ་ཡ་བློ་མི་འགོ་བ་གན་ཁེ་གི་ཟེར་ཨ་ནེ་བེ་ཁྲང་ཁྲང་ཨ་ནེ་བེ་ལབ་ཆ་གཉིས་ཆ་ར་དེ་ཨ་ནེ་བེ་གང་ཁེ་བེ་བེ་ཤེ་ལེ་ད་ལ་སེར་གི་ལྟོ་བ་འདི་ཉོན་རྒྱུན་དུ་ཡིད་ལ་འཇགས་པ་བྱུང་ཟེར་ཨ་ནེ་བེ་བེ་ནི་ཡིན་ཟེར་ལམ་ཆོས་བེ་ནེ་གི་དེ་པད་མ་ཀརྨ་ལ་ཡིན་གི་སྟོང་གི་ཆ་ཆ་དེ་ཨ་ནེ་བེ་ཨིན་ཡིན་ཟེར་སུ་མི་དེ་ལྟ་བུ་ན་བུ་དེ་ཐུགས་ལུགས། ཏེ། དྲན་འདི་སྐྱིད་པས་དེ་ལྟར་གནག། བས་ཏེ་བསེ་རི་རི་བའི་དྲན་མེད་སྲིད་ལུགས་ཅུང་མིན་ལ། དེང་སང། གསུང་དེ་གཞན་ལ་ཅུང་ཡང་ཉན་འཇོན་བྱེད་མཁན་ཅིས་ཀྱང་མི་འདུག་བསྟན་ཧེ་མ་དར་གནག་བ་ཟུང་ཆུ་བོ་བ་བཞིན། དེ་དག་བརྗེད་མཁན་ཁྲི་རབས་བདུན་ཅུ་པ་ཁོང་གིས། ཨ་ནི། བླ་མ་ཆོས་འཕེལ་ནགས་ཀྱི་པད་མ་རྐང་མ་ལ་ཡི་དོམ་གྱི་ཕྱག་བྱ་དེ་ཨ་ནི་པའི་འབེལ་གོ་ཟེར། དེ་ཧེ་མ་ང་གཅིག་གིས། དེ་དག་རྗེའི་རྒྱུད་འདི་རིན་ཆེན་ཞིང་ཤར་གྱི་ཨ་ནི་པའི་གསུང་ནི་ཡོད་ཟེར། དེ་གཞན་ཀླུ་ག་ལེ་བའི་གསུང་རོལ། དེ་ཉན་ཁུག་ཐ་མི་ཅིས་མི་ནོར་སོ་མེད། ཁོང་རོག་གི་ཨ་སྟག་གི་ལངས་ཤོག་འདི་འུར་མ་ཐུག་ཆེ་བུ་རྨོངས་ལ།

བླ་ཆོས་ཡིན་དུས་ཀུན་འབྱུང་ཟེར་མི་དེ་བླ་མ་ཆོས་འཕེལ་གྱི་ཆོ་ག། ཨཱ་ནི་གུ་ལུ་ལྷན་ཐབས་དང་ཆོག་སྦྲེལ་འདི་ཚུ་དེ་ང་ཚ་ཀུན་མཁྱེན་རིན་པོ་ཆེ་གི་ལུགས་ལས་མཛད་ཚེ་བོ་ད་ལུ་བླ་ཆོས་ཡིན་དུས་ཀུན་འབྱུང་འདི་དེ་ང་ཚ་ར་སྒྲུབ་པ་ཀ་གི་བི་ན་རུ་དང་མ་པ་མ་ཤོ་ཅི་ད་རུ་གཞན་ཁ་ལ་བ་དེ་བླ་ཆོས་ཡིན་དུས་ཀུན་འབྱུང་དེ་ཡོད་ག་མེད་ག་ང་མི་ཤེས་ལ་ད་མི་འུང་དེ་རུ་ཀམ་ཚང་ན་སྦེ་བ་ཅིང་ཁོང་རི་གི་ལུས་འུང་འབྲི་ཀུག་ན་སྦེ་བ་ཅིང་ཁོང་རི་གི་ལུས་འུང་དེ་ད་རི་ན་བ་དེ་ང་ཅི་གི་ཀ་གི་ཧེ་མ་སྦེ་བ་ཅིན། ཏེ་ཆེ་བ་བཞིའི་ཡུལ་ལོ་ཆུང་བ་བརྒྱའི་ཡུལ་ལོ་ཞེས་བསླབ་སྟེ་འབད་ས་བཅད་རུ་དར་གནག་པ་དེ་གསུམ་ཡིན་ལ། དེ་སྐམ་ཚང་གི་གཅིག། སྒྲུབ་པ་གི་གཉིས། འབྲི་གུང་གི་གསུམ་སྟེ་སྟག་ལུང་བཀའ་བརྒྱད་ཚེ་བཙོན་ཡུལ་ལོ་བཅུ་དུ་རྒྱ་ཆེན་པོ་མི་འདུག་ད། སྤྱིར་བཏང་གི་རྒྱ་ཆེ་ཤོས་དེ་བཀའ་བརྒྱུད་ཀྱི་ནང་ལ་བཀའ་བརྒྱུད་རྣམ་པ་གསུམ་དགུ་སྟེ་ཡང་སྲིད། དེ་ཤངས་པ་བཀའ་བརྒྱུད་ནི་ད་ཡུལ་གྱི་ཧ་ལམ་སྤྱི། དེ་བར་ལ་ཤ། དེ་རྒྱ་གར་གྱི་ས་ཐོ་ལུགས་ཧེ་བོ་ཀ་ལེ་སྟེ་ཀ་ལུ་རིན་པོ་ཆེའི་མི་གཙོ་བོ་དེ་ཀ་ལུ་རིན་པོ་ཆེ་གྱི་ཧ་ལམ་སྐམ་ཚང་དང་གཅིག་ག་གདོང་སུ་སྤྱི་བས་དེ་ཡང་སྲིད།

དེ་ཕྱོགས་ཁུག་གི་གཞུང་སྤྱིའི་དབྱིན་དི་བེད་བེད་ས་བྱེད་རོལ་དེ་བཏང་ཐང་གི་མཚམས་སྦྱོར་དང་དེ་སུ་དེ་དང་ཕྱག་ལེན་དེ་སུ་མ་འདྲ་བའི་ཡོད་བི་ལ། ཨ་ནེ་བ་ད་ལུ་དག། བླ་ཆོས་ཡིན་དུས་ཀུན་འབྱུང་སེམས་མེད་དེ་བླ་མ་ཆོས་བི་ཕྱོགས་ཁུག་དེ་གི་མཚན་བེད་བྱང་དེ་བླ་ཆོས་ཡིན་དུས་ཀུན་འབྱུང་ཞག་བདུན། དང་དགོངས་འདུས་སྐོང་བཤགས་དེ་དེ་དང་ང་ཆ་རག་མི་ཤི་བའི་སྐབས་ལུས་རྟེན་ང་ཅར་མ་ཆོད་མང་ཆེ་བ་དེ་དང་མེད་མོད། སྤྱིར་བཏང་གི་བླ་མ་དགོངས་པ་འདུས་པ་སེམས་མི་བདེ། དེ་དང་གཉིས་མ་ན་ལོ་དགོངས་འདུས་ཀྱི་ཆོས་འཁོར་ཟེར་ཆ་ཚང་བརྒྱུད། དེས་དེ་ལྟ། རིག་འཛིན། བླ་མ་རིག་འཛིན་སྙིང་པོ་གི་ཞབས་ས་ལས་རྟེན་ང་ཅར་དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམ་རྒྱལ་གྱིས་བས། ཏེ་ང་གཅིག་གིས་སྒྲུབ་པ་བཀའ་བརྒྱུད་ན་ལོ་སྟེ་དད་པའི་འབྱུང་ཆུ་མིག་སྔས་མ་ཡ་བུའི་ལོ། སྤྱིར་བཏང་གི་ང་ཆ་ལ་བུའི་རྭ་ལུང་གདན་ས་འབྲུག་ས་ལྔ་ཆུ་གླིང་རྭ་ལུང། དེ་གསུམ་པའི་ཡང་འབྲུག་སེ་བ་བྱང་ཆུ་གླིང་རྟ་ཡ། སྤྱིར་བཏང་གི་བུ་གིས་སྒྲུབ་པ་བཀའ་བརྒྱུད་པའི་དགེ་འདུན་ལས་ཤ་དུག་དེ་སུ་ན་ལོ། ཏེ་དགོངས་འདུས་ཀྱི་དེ་སུ་ན་མི་ས་མེད་ཀྱི་དག་ཆ་བའི་བུའི་ལོ་རྒྱུན་མི་འདུག་ལ། ཏེ་ང་ཆ་ལ་ན་ལྷོ་འབྲུག་ལུགས་ཏེ་དཔལ་སྒྲུབ་པ་རིན་པོ་ཆེ་ངག་དབང་རྣམས་ཀྱིས་སྙིགས་མ་གི་ཆུ་ལོའི་ན་མི་ས་མེད་ཀྱི་ཐུན་མོང་མ་ཡིན་པའི་ཐུགས་ཀྱི་དད་པ་ཡོད་མེད་ཅི་ཡིན། དེ་ལས་ཏེ་འདི་གི་བའི་དེ་སྙེ་མ་གི་ན་ལས་ཏེ་ང་ཅར་སྙེ་མ་གི་ན་ལོ་གཙོ་བོ་ཡི་དམ་བཀའ་གོང་བུ་གསུམ་བསྲེ། དེ་དག་བཀའ་གྱི་སྡེ་ཤུལ་འདུས་པ། བླ་མ་དགོངས་པ་འདུས་པ། དེ་ལས། ཕུར་པ། ཡི་དམ་རྡོ་རྗེ་གཞོན་ནུ་ཨ་ནི་གསུམ་འདི་བཀའ་གོང་བུ་གསུམ་འདི་གཙོ་བོ་སྟོན་འདི་གི་འཇུག་ཡིན་ལ་ལ་ལི་གཅིག་གི་བཀའ་གི་གཙོ་བོ་སྟོན་ད་པེ་བྱ་བ་ཅིན། དེ་དག། ཨོ་གིན་སྨིན་དྲུང་གླིང། གཟུངས་ཆེན་པེ་བ་ཅིན་རུ་བཀའ་གྱི་གཙོ་བོ་སྟོན་མི་ཡིན་མོད་པ་ལ། ད་དེ་ལས། ང་ཅར། དེ་དག་ནི་རོ་བླ་མ་དགོངས་པ་འདུས་པའི་གིས། དེ་དག་ནི། ཁ་ཆེ་ལོ་ཆོ་ག་ཁ་ཆེ་ལོ་གཞུང། རྒྱུད་ལས་ཤ་ཡུལ་ལ་རྒྱུད་དགོངས་འདུས་ཀྱི་རྒྱུད་པོ་ཏི་དགུའི་རྣལ་འབྱོར་ཡོད་པའི་ལོ་རྒྱུས་མེད་ཨང་ནི་འདི་སུ་རྒྱུད་ལུང་གི་འདུས་སྲོལ་ད་དུང་ང་བྱམས་པ་ལ་ན་སྒྲུབ་པ་བཀའ་རྒྱུད་དང་ལྷོ་སྤྲུག་ན་ལུགས་མ་ཉམས་པ་ཡོད་ད་ཨང་ནི་དཔལ་སྒྲུབ་པ་རིན་པོ་ཆེ་ལྕམ་སྐུའི་ངག་དབང་རྣམ་རྒྱལ་གྱི་སྐབས་ལས་ཏེ་བླ་མ་དགོངས་འདུས་ཀྱི་ཆོས་སྐོར་འདི་ཆ་ཚང་ཙི་ཏཱ་ང་ཅི་ར་ནཱ་ལོ་བདེན་པའི་ཕ། ཁ་ཆེ་ལོ། རྟ་ས་ག་བློའི་གཏེར་དང་པོ། རྟ་ས་ག། རྩིས་བཞི་ས་གི་རྗེས་སུ་ལུས། བླ་མ་དགོངས་འདུས་ཀྱི་སྒྲུབ་བྱེད་སྣང། དེ་རྣམས་ལ་དགོངས་འདུས་ཀྱི་བདུད་རྩི་རིལ་པོར་བསྒྲུབས་དུས་དགེ་བའི་ད་རི་ན་བའི་རྟགས་ཐོབ་ལ། བླ་མའི་བསམ་ཡས་ཀྱི་དམ་རྫས་ཨ་མེར་ཏཱ་ལས། དེ་རྒྱ་ཡུལ་དུས་སུ། རྒྱ་ཡུལ་དུས་སུ་ཁྲུས་ཏི་གི་བས་དེ་སྦས་ཡིག་གི་ལུགས་འཇུག། དེ་ལས་སྨན་གྱི་སྒྲུབ་པ་གནང་མི་སྐབས་སུ་བྱིན་ཕེབས་ཀྱི་སྐབས་ལུགས། དེ་ལས་ཏའི་བླ་མ། སྨན་གྱི་ལྷ་མོ་བྱ་ཕུར་སྒྲོན་གྱི་རྣམ་པ་ལ་ཁྲུས་ཏི་གི་བས་སྨན་སྣ་ལུ་ཐིམ་མེད་ཀྱི་ལུགས་འཇུག་དུས་སུ་ཡུལ། ལ་དྭགས་ནས་འབོད་དོ་ལུགས། ད།

དཔལ་སྒྲུབ་པ་རིན་པོ་ཆེ་སྐྱབས་མགོན་ངག་དབང་རྣམས་ཀྱི་འཁོར་བར་བཞུགས་པའི་སྐབས་ལས་དེར་གཟུགས་མེད་ཀླུ་བེར་ནི་སེམས་མི་ཕྱེད་སྐད་ཅིག་ཀླུ་བདག་མཁན་གྱིས་གནང་རྣམ་པས་ནི་འདི་མཁན་ཡིན་མོད་པ་ལ། དེ་དེ་མ་ཡིན་པའི་གིན་ད་གོ་ས་མང་ཆེ་བ་ཆུ་ལོག་ཤུད་ཤུད་ང་ཆ་རག་དུས་ཀྱི་གནས་སྟངས་དང་ཁྲིད་དེ་གི་བེར་དྲ་ཚ་གི་དུས་ཀྱི་གནས་སྟངས་དང་ཁྲིད་དེ་གི་སྐད་ཡིག་སྐད་ཀྱི་བརྡ་འོང་འོང་མ་བ་ད་རེ་ན་བ་གསུམ་ཆུ་བེར་བས་དེ་དུས་ཀྱི་གནས་སྟངས་དང་ཁྲིད་ཧེ་མ་བེར་བ་ཆེན་ཀླུ་བེར་བཞི་ཟེར་ད་རེ་ན་བ་དུས་ཀྱི་གནས་སྟངས་དང་ཁྲིད་ཀླུ་བེར་ལྷན་རྒྱས་ལྔ་ཟེར་ད་དེ་དག་ཅོག་ར་ཐོད་བེར་ད་རེ་ན་བ་རུ་སྤྱིར་བཏང་གི་རྒྱལ་ཁབ་སྤྱིར་བཏང་གི་སྲིད་ཇུས་དང་ཁྲིད་དེ་དྲུང་ཆེན། རབ་སྡེ་ཁག་གི་དྲུང་ཆེ་ང་ཅག་ནང་གཞུང་གྲྭ་ཚང་རྣམས་ལས་དེ་ལྟ། ང་ཅག་གི་ལས་ཚོགས་དྲུང་ཆེན་ལོ། རྒན་རབས་དྲུང་ཆེན་ལོ། ཡོངས་ཁྱབ་དྲུང་ཆེན་ལོ། སྐུ་སྒེར་དྲུང་ཆེན་ལོ་ཟེར་སྐད་དེ་དུ་བ་མོ་དང་ནི་གཟུགས་མེད་ལ། གཙུག་ལག་དྲུང་ཆེན་ལོ་ཟེར་དང་ནི་དུ་སུ། དེ་ལྟར་དུས་ཀྱི་གནས་སྟངས་འགྱུར་བ། རྒྱལ་ཁབ་ཀྱི་སྲིད་བྱུས་འཛམ་གླིང་སྤྱི་ཡི་གི་འགྲོ་སྟངས་དང་མཐུན་པ་བས་དེ་དལ་བའི་ཇོ་ཇོ་བའི་ཧེ་མ། དེ་དེ་གཟུགས་མེད་ཀྱི་ད། དུས་རབ། དེ་བཅུ་བདུན་པའི་སྐབས་ཡིན་པས་ལོ་བཞི་བརྒྱ་དེ་གཅིག་གི་ཧེ་མ་མེད་དེ་ད་རི་ན་བ་གཟུང་གི་དེ་སུ་ཀྱི་གནས་སྟངས་མིན།

དེ་ལྟ་བུ་ནོར་བུ་ཡར་ངོ་གྱི་ཚེས་བཅུ་རུ་དབུ་གི་གུ་རུ་རིན་པོ་ཆེ་གིས་དེ་ལྟར་ཚེས་བཅུ་དུས་སུ་ཚོགས་བསུ་བ་ཅན་བསྟོད་པར་བྱས་ཤིང་ནི་ཨིན་མན་སན་ཐའི་དགོངས་འདུས་ཀྱི་ཆོ་ག་གི་གཞུང་མེ་ཏོག་ཕྲེང་མཛེས་སེ་མི་བཅུ་ཨང་ལས་མེ་ཏོག་ཕྲེང་མཛེས་སེ་མི་དགོངས་འདུས་ཆོ་ག་གི་འཁོར་གཉིས་མ་གནང་ཡོད་པས་དེ་དགོངས་འདུས་ཀྱི་ཆོ་ག་གི་གཞུང་དེ་ཡིན་མེད་ལ་ད་ཨང་ནི་ལས་ཚུལ་བས་དེ་དེ་རྒྱན་ནི་འདི་ཡིས་དེ་དེ་ལས་ཚུལ

ད་ནི་ང་ཅིག་གིས་ཡང་ནི་དཔེ་ཆ་གི་མིང་འདི་སུ་ན་མི་ས་མི་ཅི་ར། དེ་ད་ད་ཆ་མི་ནོར་བ་ལ། དེ་ད་ཧེ་མ། ཀ་ཅི་ལོ། སང་དཔེ་བཀྲ་ཤིས་རི་གོང་གི་དཔེ་ཆ་ཚུལ་མི་ཅིག་གིས་དྲངས་ལས། དེ་བླ་མ་ཅིག་གིས་དེ་ཕ། མི་ཅིག། དེ་ཁོ་གིས། ལྷ་བཟའ་བཏང་རེམ་ན་ལོ་དཔེ་ཆ་མེད་པ་ཡ་ལྷ་བཟའ་གི་དཔེ་ཆ་ཕ་བཞག་ད་ནོ། དེ་ལས་དེ་ཀ་ཅི་ལོ།

དཔེ་ཆ་ཕག་མི་ནུ་ལ་སོགས་མི་ལོ། ཨོ་དེ་དཔེ་ཆ་ཕག་ཅོལ་ཀྲོང་ཀུ་ར་སྐད་བྱ་ཡི་དེ་ཅོལ་ཀྲོང་ཀུ་དཔེ་ཆ་མི་ནུ་འུ་ས་ཅོལ་ཀྲོང་ཀུ་དཔེ་ཆ་ཅིག་འདུག་དེ་ལྷབ་ས་གི་དཔེ་ཆ་མེད་མེད་སོགས་མི་ལོ། ཨོ་དེ་ལྷབ་ས་གི་དཔེ་ཆ་མེད་མ་ཅིག་དེ་ག་ཅིག་མ་ས་དེ་སང་ཕོད་བཏང་ནས་གི་དཔེ་ཆ་མེད་ལ་སོགས་ལབ་པའི་ལོ་རྒྱུས་ཡོད་བ། ད་ནི་བུ་ད་ང་ཅི་ར་ཆོ་ཁུ་དཔེ་ཆ་ག་ཅི་ར་བེད་དེ་བེད་ས་ཅིག་རུང་ད་ནི་དཔེ་ཆ་ཁོ་ར་གི་མཚན་ནི་ཡོད་ལ། ཨ་ནི་གི་མཚན་དེ་དེ་ང་ཅག་གི་མང་ཆེ་བ་གི་དེ་དེ།

ཨོའེ། ལ་ཆོས་ཡོན་ཏུ་ཀུན་འབྱུང་སེང་ང་གཅིག་བླ་མཆོད་བདུད་མེ་མེ་མེ་ནང་སེ་བླ་འོ་མ་ཨེ་མ། དེ་དག་ཅོག་ར་ཐེབས་པས་སངས་པས་བཀྲ་ཤིས་རེ་སྐོང། དེ་དག་ཅོག་ར་ཐེབས་པས་ང་ཅག་ར་དགོང་འདི་ཚེས་བཅུ་གྱི་དཔེ་ཆ་གཅིག་བག་ཤོས་ཟེར་བ་བཞིན་ཏེ་དཔེ་ཆ་འདི་ཁོ་རེ་གི་ཚེ་ལོ་བར་ཆོས་གཡུལ་གྱི་ལ་སེ་ཡོའོ་མོ། བར་ཆོས་གཡུལ་གྱི་སེ་མི་མཐོང་མོ་ལོ་ཨོའེ། དེ་ཨོའེ། ཚེས་བཅུ་གྱི་དཔེ་ཆ་མེ་མེ་མེ་ནང་སེ་བླ་མ་ནི་ཉེན་ཁ་བསྡུ་བ། དེ་ག་དེ་བས་ཡིན་རུང་བདག་ནི་དགོང་འདི་སྐོང་ཆ་གྱི་ཆོ་ག།

ང་ཆ་རག་ཞི་ཁྲོ། དེ་ལྟར་ཞི་བ་བཞི་ཆུ་རྩ་གཉིས་དང་ཁྲག་འཐུང་ལྔ་ཆུ་རྩ་གིས་ཞི་བ་དང་ཁྲོ་བ་སྟེ་ཆ་མཉམ། དེར་བརྟེན་འབིས་ནི་གི་བརྡ་གཙོ་བོ་མང་ཆེ་བ་དེ་བཤགས་སྦྱང་ཡིན་པས་པདྨས་ཤིང་གཅིག་གི་དོན་དུ་ལུགས་སྡིག་པ་བཤགས་ནི་གི་བརྡ། ལ་ལས་ཅི་དགའ་བའི་བ་ཅན་ནི་ད་རུང་ཡོད་ཆོག། དེ་དང་རྗེས་སུ། གཙོ་བོ་དོན་འདི་གི་དྭངས་མ་ཡིན་པས། དེ་ང་ཕྱིར་ན་ཙུམ་གཅིག་པོ་བ་ཅན་དེ་ཡན་ལག་མ། དྭངས་མ། དེ་ཅི་ཅིས་མི་འཁྲུག། ཅེས་རེ་ཞིག་རྡོ་རྗེ་སེམས་འདི་སུ་བཏང། དེ་ལས་དེ་ལོ་ཡུལ་ཅི་ལས་དེ་ལས་དེ། དགོངས་འདུས་བསྐང་བྱ། དེ་དགོངས་འདུས་བསྐང་བྱ་དེ། དེ་ལྟར་ན་ར་བསྐང་བྱ་ཟེར། དེ་ལྟར་དགོངས་འདུས་བསྐང་བྱ་ཟེར་མི་དེ་སྟེ། ནི་གི་ཆོ་གུ། ཤེས་མི་གི་ཆོ་གུ། དེ་དང། དགེ་རྩ་བའི་བཏང་གནས་ཀྱི་ཆེད་དུ་ལོ། དེ་གས་ཀྱི་ཚུལ་ཆོག་དྲི་རྫས་རྫས་མ་ཚ་བ་ཅན། དེ་རྗེས་ཁིན་ཁྲི་རབས་བཅུ་པ་སྟེ་པཎ་ཆེན་བསྟན་འཛིན་ཆོས་ཀྱི་ཡིག་རྩལ་དེ་བགྱིས་པས་དེ་ང་ཚེ་རབས་ནང་དང་ཕུག་ཡོངས་གྲགས་ཀྱང་རྙེད་མེད་དེ་དེ་ནོ་ལའི་ཨ་ཙི་ཙི་སྟེ་ད་ཆོས་འཁོར་གྱི་གཞུང་འབྲི་ཐང་འདི་སུ་དང་ལོ་ཤུ་ཤུ་ལས་པ་ཏཱ་བི་ཀབ་ལོའི་ཡིག་གུ་གི་དེ་དག་མ་དག་གི་རྣམ་བཞག་ལས་ཤར་ཅི་ཧེ་མ་ལ་རྩོད་པ་འདུག་ལ་དེ་དག་དེ་ལས་བསྟན་འཛིན་གྱི་དར་རི་ནང་བ་དེ་དག་ང་ཚེ་རབས་བཅཝ་བཅུའི་ཁྲི་རབས་བདུན་ཅུ་པ་གྱི་དེ་བཞི་ཐིག་གུ་བཞག་འདི་གི་བས་དེ་དག་བཞི་ཐིག་གུ་བཞག་བི་ཁ་གཞན་དེ་གཞན་དག་གཞན་ནས་སུ་ཁ་བསྐང་འདི་གི་བས་དེ་ང་ཅག་ཅག་བཞི་ཁྲི་རབ་དུ་འཇུག་པ་གས་དེ་བསྐང་བཤགས་བྱེད་དེ་དུས་མོ་ལ། དང་ནི་བུ་དག་ལུག་དེ་དག་དགོངས་འདུས་བསྐང་བཤགས་ཀྱི་ཆོ་ག་ཞག་བདུན། དང་ནི་ཉིན་བཅུ་བཞི་མ་བ་མོ་བླ་མཆོད་བླ་མཆོད་ཀྱི་ཆོ་ག་ཡོན་ཏུ་ཀུན་འབྱུང་ཞག་བདུན། དགོངས་འདུས་བསྐང་བཤགས་ཞག་བདུན་བཏང་སྟེ་ཁྲུས་ཏེ་རྟ་འགོ་བ་ལ་ཆོ་གའི་ཉམས་མྱོང་དེ་ཙམ་མེད་ཀྱང་ལྷ་དང་བླ་མའི་བྱིན་མཐུས

ད་བུམ་བཟླས་ག་ཕྱིར་སྦས་ས་ཅི་རུ་ད་ལོ་ཤུ་ཤུ་ང་ཅིག་གི། ག་ཅི་ལོ། རྗེའི་དགེ་འདུན་རིན་ཆེན་ཡག་གི། ཏེ། སྒྲུབ་རྫས་ཀྱི་དབུ་འཛིན་པའི་བྱོན་ཤི་ན་ལེ། ཏེ་ཨ་ན་ལེ། ཏེ་ད་ཡང་ཏང་གུ་ལུ་བུམ་བཟླས་ལས་ཤ་བཟུང་གོ་ལ། ཏེ་ཨ་ནི་བུ་ད་ལོ་བུམ་བཟླས་ག། རེ་མི་འདི་གི། ཏེ་དེ་ཡི་གི་འཇང་བ་ཚེ་རེ། ཏེ་སྣང་མེད་ཀྱི་ལུགས་ཀྱི་དུག། ན་བ་ཨ་ནི་དབྱིངས་སུ་བ་ཅན་ཏེ་ད་རི་དགེ་ཤོ་དུས་སུ་ག་ཡ་མ་བཀུབ། ཏེ་དབུ་འཛིན་ལུགས་ཏེ་ཕྱོགས་ག་ནས་བའི་ཏང་གོ་སེ་ད་དུང་བུམ་ན་ནས་བའི་ཕོ་གོ་སེ། ཏེ་དེ་བས་ཨ་ཚེ་རི་སྣང་མེད་ལུགས་འཇུག་མ་ཏུ་བཅུ་བཅིར་ལྡང་གི། ཡག་གི་འབྲི་གཞི་ལུགས་དེ་ཆོས་ཁུག་གིས་ཀྱང་སྦྱོང་མཐར་འབེལ་ནི་མི་འདུག་དེ་གཉིས་རོའི་དང་ནི་ཀབ་ལུ་ཏག་ཅི་ཅི་ང་ཅི་ར་ཡེ་ལ་མ་མ་ཅུམ་ལེ་དེ་ཧེ་མ་ལེ་རོ་ཡང་ཡོད་མེད་ཀྱི་འགྱིག་ཤུག་དེ་སུ་ཏེ་ག་ཨེ་ར་དེ་ཆོས་ཁུག་གི་ཕྱག་ལེན་ལས་ལས་ཤ་དུ་བ་ལ། དཔེར་ན་ཕ་དབང་དུ་ཕོ་བྲེག་གི་གནས་དེ་བསྒྲུབ། དེ་བླ་མ་ཕྲིན་ལས་རྡོ་རྗེ་ལོ་དེ་རས་ན་བླ་མ་རྒྱ་མཚོ་ལོ་ད་དེ་གསུམ་པའི་ལས་ཤ་ཅི་ར་འདུག་ལ་དེ་ཁོང་ཆོས་ཁུག་གི་ཕྱག་ལེན་ཧེ་མ་ལེ་ལས་གཞན་པའི་ཁས་མི་ལེ་ཤ་འདུག་ད་ནི་འོད་བུ་ད་ལོ།

དེ་ལྟར་མཐོང་བྱེད་ཡིད་བྱེད་གསུམ་མེད། ད་བསོད་ནམས་དང་དབང་ཐང་ལས་གྲུབ་པའི་བློན་པོ་རྟ་བཞིན་རྒྱལ་ཁར་སྐུ་གཟུགས་ཆེ་ལ་རིང་བ་དེ་དང་ལྷན་དུ། ལས་ཁུངས་ཁག་དང་དམིགས་བསལ་གྱི་སྒོ་དཔོན་བཅས་དཀྱིལ་འཁོར་དང་གཟིམ་ཁང་ལ་སྐོར་བ་བྱས་ཙང་ན། ཟེར་སྟངས་ནི་ཚོགས་གཙོ་ཚོགས་མི་འཛུགས་སྲོལ་གྱི་སྟབས་དེ་གོ། དེ་ལྟ་ང་ཅག་ཚོགས་དཔོན་ཟེར་རོ་དེ་མི་བྱེད། སྐྱིད་སྡུག་བློན་པོ་གཤེན་ཤག་དེ་རྟ་བཞིན་རྒྱལ་ཁ་ཡིན་མོད་ལ། ད་ནི་རྟ་བཞིན་རྒྱལ་ཁ་དེ་པཱ། སྐུ་གཟུགས་པོ་དམར་ལོ་གཟི་བརྗིད་རྣམ་སྨིན་བསམ་མེད་དབང་ཡོད་ལ། སྒལ་བཟུང་བན་ཡིན་རྣམ་སྨིན་བསམ་མེད་ཀྱི་དབང་ཐང་ཆེ་དྲགས།

གཟིམས་ཁང་ལོ་མ་གླིང་ཀ་ན་ལོ་སྟེ། ཆོས་སྐུ་བཏང་ཕྱག་གི་དཀྱིལ་འཁོར་དང་གཟིམས་ཁང་ལོ་སྟེ་བསྐོར་བ། བསྐོར་བཅབས་དང་ལོ་སྟེ། དཔལ་གསུམ་གྱིས་སྤེལ་བ་བྱིན། བཅབས་རྒྱས་ཀྱི་ཐུགས་ལྷུ་ག་དད་པའི་ཕྱག་ཡིས་གསོལ་བ་བྱིན། མདོ་ལས། གླང་པོ་ཆེ། གླང་པོའི་ཕྲུ་གུ་ཀྱི་ཚུལ་གྱིས་ཡོངས་སུ་བསྐོར་བ་ལྟ་བུ་ཞེས་པའང་འདི་འདྲ་མིན་ནམ་སྙམ་པ་ཤཱ་ཟའི་མདོ་ལས། དེ་ལྟར་ང་ཅི་ར། གླང་པོ་ཆེན་པོ་འདི་ལོ་གླང་པོ་ཀྱི་ཕྲུ་གུ་ཀྱི་ཚུལ་གྱིས་ཡོངས་སུ་བསྐོར་འདི་ཡི་སྲས་འོ་མདའ་ལོ་སྟེ་གླང་པོ། ཆེན་པོ་དེ་ཨ་ཡིག་དེ་སྦོམ་པའི་དོན་ངོ་མོ་ཆོས་སྐུ་དེ་སུ་སྟེ་ཨ་སི་དེ་བ་ཆུང་བས་དེ་རྣམས་ནི་བསམ་མི་ཁྱིའི་གཟུགས་སྦོམ་ནི་དེ་ཀྱི་སྟེ་ཙཱ་ཨ་ནི་བའི་འོམ་དག་ལུ་ད་ལྟར་ན་བ་ན་ཧེ་མ་མ་ཨ་ནི་བའི་གཟི་བིག་གི་སྐབས་ལུ་དེ་བློན་པོ་གཏམ་ཤིང་བྱ་ག་སྐུ་གཟུ་ཆེ་གཟི་བརྗིད་ཆེ་ཨ་ནི་བའི་བེ་མི་དེ་ཀྱི་ཤུ་ཤུ་དག་དེ་དེ་དག་དཔོན་ཁ་དག་དེ་མི་སེར་གྱི་འཁྲུལ་མིན་གྱི་གཟུགས་ཀྱི་སྐུ་བོ་བས་ཨ་ནི་བའི་འོམ་དག་ལུ་ཧེ་མ་ད་མདོ་ན་ལས། ཏེ་གླང་པོ་ཆེན་པོ་གི་གླང་པོ་ཆེ་ལུགས་གླང་པོའི་ཕྲུ་གུའི་ཚུལ་གྱི་དགོན་སུ་ཀོ་བ་སི་མི་ཏའི་ཨ་ནེམ་ཅི་འུ་ནི་མེ་ཡིན་ནོ་ཡིག་གི་དེ་མཚུངས་ན་ཡང་བྱུང་ཡིན་ཟེར་གསུངས་མེད་ལ། དེ་དུས་གླིང་ཁ་ནང་གི་ཆུ་བོ་གཡས་གཡོན་དང་རྫོང་གི་ཉེ་འདབས་སུ་ལམ་གང་ནས་འགྲོ་ཡང་བཀག་སྒོ་མེད་པར་གུ་ཡངས་སུ་འགྲོ་ཆོག་པ་ཡོད་སྟེ་ཨ་ནེའི་སྐབས་ལུགས་ད་རེ་ན་བ་ཟུ་མིག་གི་དམ་བསྒྲགས་དེ་རྣམས་ལྷ་མི་མིན་སོགས་མེད། མ།

པུ་ལི་སི་མེ་མོ་ལ་ཁྲིམས་སྲུང་ག་པར་བྱེད་ཀྱི་བུ་ལ་སུ་སྐད་ཆབ་དེ་ཆུ་དོ་ཨེ་ཕ་མི་འཇོ་ག་ད་ད་ར་ད་ད་ར་སེ་དེ་ཨ་ནི་བའི་བུ་ལ་སུ་སྐད་ཆབ་དེ་ཨེ་སེ་མེ་དེ་ལེ་དེ་ལེ་བ་ཨེ་ད་ན་ན་ཇོ་མོ་ཆོབ་དྲེན་ནོ་ཕ་ལོ་ཇོ་སུ་དུ་བ་ད་རུ་བུ་ལ་སུ་སྐད་ཆབ་དེ་ཆུ་མི་ལོ་ག་སེ་དེ་ཨ་ནི་བའི་སྐད་ཆབ་མེ་སུ་མེ་དེ་ཨ་ནི་བུ་ད་ལུ་དེ་ཕ་ཇོ་བ་ཅིན་ཕ་ཇོ་མེ་སེ་སྐད་ཆབ་ཆུ་ལོ་བ་ཅིན་ཆུ་ལོ་མེ་སེ་སྐད་ཆབ་བེ་བེ་དེ་དེ།

འཕགས་ཀྱི་བ་ཅིང་ཚུགས་ལུགས་ཟེར་ཚུགས་ལ་བ་ཅིང་འཕགས་གསུངས་ཟེར་བདག་ནི་བི་བེའུ་མེན་ཟེར་གཞན་གང་དུ་འགྲོ་འདི་ནས་འགྲོ་གི་ཟེར་ན་རང་གཅིག་གཉིས་ཀ་བྱ་ཐབས་བདེ་བ་འོང་ངེས་ཀྱང་མིའུའི་ལུས་ལ་དུད་འགྲོའི་སེམས་ཟེར་བ་དེ་བྱུང་ཟེར་ང་ཅི་ར་འགྲོ་བ་མིའུའི་ལུས་ལ་དུད་འགྲོའི་སེམས་སེམས་དེ་ནི་མེད་ཟེར་མེད་དེ་བཞིན་ཏེ་བདག་ཨིན་ཆི་མི་ཅི་ད་བ་ཁྲང་ཁྲ་ཨོང་ཚེ་ཆུང་ཁུ་བཅུ་བཅུ་བཅུད་འཕགས་མི་འཇོག་ག་ལོ་ཚུགས་མི་ལོག་ག་ལོ་མི་སྡོད་ག་ལོ་ཟེར་རྣམ་གསུམ་འཇིགས་སྐྲག་སྟོན་དུས་མེད་མ་ཤི་མདའ།

ཡ། དང་པོ་སྒྲུབ་སྡེ་བསྡུས་སུ་ལོ་ན་བས་དེ་ཡས་རེ་ལོ་བྱོན་ཡིན་ཡིད་ཆེས་མེད། དེ་ནས་སྟོན་པའི་སྣང་བརྙན་ཆེན་པོ་ལེགས་པར་བཞེངས་གྲུབ་རྗེས། རྗེ་བླ་མ་སྐུ་ངལ་གསོ་བ་དང་ཐུགས་དམ་འཕེལ་ཕྱིར། ཤར་ཕྱོགས་སུ་གནས་གཟིགས་དང་འབྲེལ་སྤྲུལ་པ་ཆུང་ངུས་ཕྱག་ཞུས་པ། ངེས་དོན་སྦྱང་ཚུལ་ཁྲིད་དེ་ཕེབས་ལམ་ཕུ་ནུའི་གནས་སམ་ལྗོངས་དེ་ནས་མོང་མཁར། དེ་ནས་ཞབས་ཐང་དུ་བྱོན་ཏེ་སྔ་ར་བླ་མ་བསོད་ནམས་བཟང་པོ་བཞུགས་གནས་གྲམ་ཐང་གྱོན་པ་ཟེར་བ་དེར་རེ་ཞིག་སྐུ་མཚམས་ལ་བཞུགས་པ་མཛད། ད་ནི་ལས་ཐིམ་བུ་སྐྱོན་རི་ནག་གིས་བཏགས།

དེ་གནས་སྒོ་དང་འབྲེལ་བྱ་བས། དེ་རྣམས་མི་ཚ་མི་སྐྱིད་དང། ང་ཅི་ལ་སྤྲོས་པ་ག་ནས་མེད་པ། དེ་སྙམ་ཕྱུང་བས་དེ་ཕྱག་ཞུ་མས། བླ་མ་ངེས་དོན་འཇམ་བཟོ་སའི་ཤཱ་ལི་ར་ཨིན་ལ། དེ་ང་ཅི་རང། བླ་མ་བུ་ཁོ་སའི་ཁོ་རེ་གི་མཚན་སྤྱིར་བཏང་གི་བླ་མ་བུ་ཁོ་སའི་གཞུང་ཡིན། ད་རེ་ནང་པ་ཡང་བདེ་ཕྱི་ཕུགས་ཀྱི་དེ་ཡང། དགུ་ལུགས་སྒྲུབ་སྡེ་གཅིག་ཡོད་པ་ལ་ཧེ་མ། ག་ཚོད་ལ་འཇམ་དབྱངས་ཀུན་དགའ། སེམས་ཀྱི་ནང་བྱོན་མི་ཀྱི་སྐབས་ལས། དེ་ཡང་དམ་འཁྲུལ་བློ་དོན་རྒྱལ་པོ་དང་ཁོང་བཞུགས་དབུས་ཀྱི་སྐབས་ལུགས་ཀྱི་སྒྲུབ་སྡེ། དེ་སྒྲུབ་སྡེ་སྟེགས་ཀྱི། སྒྲུབ་སྡེ་སྟེགས་ཀྱི་མཚན་འདི་སྔ་རྗེས་ཕྱི་རབས་དེ་བས་མེད་ལ། སྒྲུབ་སྡེ་སྟེགས་ཀྱི་མཚན་འདི། སྟབས་བདེ་ཚུལ་དུ་བྱུས་ཡོད་ལ་ཧེ་མ། རྒྱལ་མ་ཀུན་དགའ་སེང་གེ་ཡིས། དེ་ཧེ་མ། དམ་འཁྲུལ་བློ་དོན་རྒྱལ་པོ་དང་ནི་འདི་སུ་ཡང་ཡིན་ན་ལུགས། དེ་སྒྲུབ་སྡེ་བཙུགས། སྒྲུབ་སྡེ་གནའ་མི་ཚང་མས་དག་ཞིང་རྒྱས། དེ་ལས་དེ་རྒྱལ་མ་ཀུན་དགའ་སེང་གེ་ཡང་གླིང་བཞི། དེ་དག་དང་འགྲོ། དང་སྨན་ཚིག་ཕུག་ནག་པ་ཐུགས་དམ་གནང་སྟེ་བཞུགས། དེ་ཡལ་ལས། དེ་ཁོང་གི་དང།

བདེ་ཆེན་ཕུག་ལོ་བྱོན་ད་ལོ། དེ་ཡང་ཐུན་མིན་བདེ་ཆེན་ཕུག་གི་དགེ་བསྙེན་ཇག་པ་མི་ལོན་འཁོར་དང་བཅས་པ་དགེ། དེ་ལྟ་རྗེ་རྔ་ཀུན་དགའ་སེང་གེ་ཡིས་ཀུན་འདུས་ལུགས་རང་གཟུགས་དངོས་སུ་སྟོན་འདི་གྱིས་པས། དེ་དེ་ལས་དེད་དཔོན་བསྟན་འགྲོ་བི་གིས་བསྟན་དཔེ་གི་སྲུང་མ་བས་ཁས་བླངས་ང་ཅི་ཇག་པ་མི་ལོན་འདི་དག་མ་མངག་ར། ང་ཅི་གིས། དཔོན་བསྟན་འགྲོ་བི་གིས་བསྟན་དཔེ་གི་བཀའ་སྲུང་པས་རྗེ་རྔ་ཀུན་དགའ་སེང་གེ་ཀྱི་བཀའ་བློ་ངོ་མི་ལ། རྗེ་རྔ་ཀུན་དགའ་སེང་གེ་ཚུན་ཚུད་ཀྱི་ནང་སྐོར་ན་ལུགས་དེ་ཇག་པ་མི་ནག་ཡོད་བིག་རོ་ཆུ་མི་ནོར་ཧེ་མ་ཡ། ཆོས་རྗེ་འགྲོ་ཡི་རྒན་པོ་གཙང་པ་ཇག་རེད་ད། ད་ཨ་ནི་འདི་སུ་གི་ཡལ་ལ་མ། དེ་ཇག་པ་མི་ནག་གི་རྣམ་ཐར་དེ་སུ་ན་བ། རྗེ་ཡི་བོ་ད་ལུ། ཇག་པ་མི་ནག་གི་མཚན་ར་མིན་ལ། ཇག་པ་མི་ནག་དེ་ཧེ་མ་ཧེ་མ་ར། དེ་རུ་བ། ག་ཆུ་ལོ། བོན་པོ་གི་སྲུང་མའི་མེ་བ་ལ། ཞང་ཞུང་བོན་གྱི་སྐྱོང་བ་ཆེ། དགྲ་ལྷའི་རྒྱལ་པོ་གཤེགས་སུ་གསོལ། ཟེ་ཡ། བུ་ཞང་ཞུང་ཟེ་མི་ན་ལུ། དེ་བོན་གྱི་སྲུང་མ་བས། དེ་བོན་གྱི་སྲུང་མ་གཤེན་པ་མ་བོ་བས་དེ་ཨ་ནེ་བོན་རིན་ཆུང་ཡིན་པས་ད་ཨ་ནེ་ལེ་བའི་སྙིང་མ་ན་ལོ་བོད་བ་ཆེན་དེ་གུ་རུ་ཆོས་ཀྱི་དབང་ཕྱུག་གི་གཏེར་ཁ་ན་ལོ་དེ་དམ་ཅན་གཤེན་པ་མ་བོ་གི་སྒྲུབ་ཐབས་ཁོག་གི་ཨ་ནེ་འདི་སོ་སོག་སྒྲུབ་ཀྱི་སུ་འདུག་ལ་དེ་དེ་ལེ་བའི་ང་ཅིག་གི་དཔལ་ལྡན་སྒྲུབ་བོད་ཀྱི་བཀའ་ཡི་སྲུང་མ་བས་དེ་ཨ་ནེ་བོན་བོ་གི་སྲུང་མ་ན་ལེ་དེ་ང་ཅིག་གི་སངས་རྒྱས་ཀྱི་བསྟན་པའི་སྲུང་མ་བས་འོང་གི་མི་རིགས་དེ་ཨོ་རྒྱན་གུ་རུ་རིན་པོ་ཆེ་ལ་སོགས་པ་གི་བཀའ་དང་དམ་ལུགས་ཏག་ཏིག་གི་བས་བོན་བོ་གི་སྲུང་མ་ལེ་ཤ་ཅིག་ང་ཅིག་གི་དེ་དང།

དེ་ཡི་ལོ་ཤུ་ཤུ་ལས་གཏད་བླ་མ་འདི་སུ་གི་བོད་དུ་ལུ་དེ་མཐུན་པོའི་ཡུལ་ནི་བདེ་ཆེན་ཕུག་བཟང་བྲག་རྣམས་དུ་སེང་སེ་སེང་སེ་དེ་སྙེད་མི་གི་ཡང་འདི་སུ་ལོ་ཨ་ནེ་བར་འདུག་ལ་ད་ནི་བོད་དུ་ལུ་དེ་བཏགས། རྒྱལ་བོན་ཀུན་དགའ་སེང་གིས་གཏད་དུས་ལྷ་མོ་དུས་རབས་བཅུ་བཞི་པའི་ན་ཡོད་མི་སུ་བྱོན་ཡོད་དེ་དུས་རབས་བཅུ་བཞི་པའི་ན་ལུ་དེ་ན་ལུ་དེ་ད་བདེ་ཆེན་ཕུག་གི་སྒྲུབ་སྡེ་དེ་གི་མཚན་འདི་སྔགས་ཀྱི་རྗེ་ཁྱི་ར་རྡོས་ཡིན་ལ་ད་ནི་སྒྲུབ་སྡེ་དེ་གི་མཚན་སྟབས་འདི་ཙོ་ཙོ་བཅུ་བ།

ཐིམ་ཕུག་སེ་མེ་མ་ཐིམ་ཕུག་སེ། དེ་ལྟར་དཔལ་ནཱ་ལོའི་རྒྱལ་མོས་དཀྱིལ་འཁོར་སེང་གེ་འཁོར་རིགས་རྣམ་ཐོ་ནོན་འཁོར་རིགས་ཀྱི་སྲུང་མཚམས་འདི་ནགས་སུ་ན་ལོའི་དེ་ལ་དེ་ཐིམ་ཕུག་དེ་ཤིང་ཕུག་དེ་དེ་ལྷ་ཡུལ་དེ་དགྲ་ཡི་ལུག་ཆུ་དེ་བསམ་ཐིམ་ཆོས་དབྱིངས་ཀྱི་གནས་དེ་ཉམས་དགའ་བ་དེ་བསམ་ཐིམ་གྱི་ཆོས་བདག་ཐིམ་བུ་གྱི་ལུག་ཆུ་དེ་སུ་ལས་བྱས་གསུངས་ཀྱི་འདུག་ལ། དེ་ལྟ། ད་ཨ་ན་ལི་པའི་གཏེར་དེ་ང་ཆར་གྱི་ནི་ཇག་པ་མི་ལེན་སེམས་མི་དེ་དེ་ང་ཆར་གྱི་ཐུན་མོང་མ་ཡིན་པའི་བཀའ་གསུངས་པས་ཨ་ནི་ཆུ་མཚོ་ནོན་འཁོར་ལོ་ཧེ་མ་ཏོག་དེ་ཕ་ཆུ་འབྲུག་སྒོམ་བཞི་བོ་དང་དེ་དེ།

དེ་དགེ་བསྙེན་ཁོ་རང་ཨ་ན་ཐིན་ཐིམ་ཡིན་པས། ད་ཨ་ན་རུ་ཐིམ་པའི་ཤི་ན་ལས་ཏེ། མ་རྡོ་མཁར་གྱི་རྡོ་དེ་ཧེ་མ་བེ་བ་ཅིང་ག་ཡིན་སོ་བའི་མིས། དེ་ཡུལ་གྱི་ཧ་ལམ་ནའི་ཚགས་སུ་ཕྱི་བས་ཏེ་ལ་ལི་གཅིག་གི་ཐི་གུ་དེ་ཉིམ་སོ་བའི་དུས་འོང་ལ་ག་ཡིན་ཀུན་མ་ཤེས་པ། དེ་ཨ་རྒྱ་མཁར་གྱི་ལྷ་ག་ད་དུ་བཙན་མཁར་དམར་པོ་དེ་དེ་ད་ཉམས་སྐྱོ་བའི་བུ་འོང། ད་ཨ་ནི་བཙན་མཁར་དེ་དེ་ན་མེ་བསམ་མེད་ཀྱི་རྩ་ཆེ་ཕྲ་བའི་རྩིས་ཏེ་དེ་ན་གི་སྐུ་དེ་སུ་ལ་ཞུ་ཞུ་ལ་གཞན་གཞན་མི་ཡིན་པས་རེད་མ།

བཀའ་དྲིན་བཏང་རག་གསུམ་བྱིས་པས་དེ་བྱ་ཁོག་མི་ལིང་ཀའི་སྣ་མི་ས་མི་གི། དེ་གྲོ་དང་སྲུང་མ་མཛད་ཚེ་མེད་ཐང་ནི་གི་བཀའ་དྲིན་བཏང་རག་གསུམ་བྱིས་པས་དེ། ད་ནི་སྦུག་གི་དགེ་བསྙེན་དྲི་བཞེན་ཆེན་མོ། ད་ནི་གི་ཧེ་མ་ཚུ། དེ། གཡོན་ཁ་ཐུའི་ནཱ་ད། ཨཱ་ནི་ཁ་ཐུ་ལུ་ད་རུ། གི་ནི་སྐུ་ཆུ་ཡོད་པ་ལ་ཨཱ་ནི་གི་ཞལ་འབབ་དེ་སྦལ་བ་ཅིན་དེ་གསུང་ཆོས་མི་ཡིན་སེ་ལབ་མེད་སྐུ་གཟུགས་དེ་དེ་དེ། ཨཱ་ནི་རུ་ཟོ་བ་ནི་ཞལ་འབབ་དེ། དེ་གསུང་ཆོས་མི་ཡིན་སེ་ལ་སྒོ་མི་དེ་ཨཱ་ནི་ཧེ་མ་སྦལ་བ་ཅིན། ཨཱ་ནི། དགེ་འདུས་བི་གི་དགེ་བསྙེན་སེ། སྦུག་གི་དེ་དེ་རུ། དཔོན་གྱིས། དེ་དགེ་བསྙེན་སའི་རྟ་ཚུགས་ཁ་ཐུག་གི་ལྷས་མ་ཅི་ཡོད་སེམས་པའི་མི་སེར་གྱིས་དགེ་བསྙེན་སའི་དགེ་བསྙེན་གྱི་སྐུ་འདྲ་གསུམ་ཡོད་པའི་ལོ་རྒྱུས་མེད། དག་ནི་རང་རེ་སོ་སོ་གི་སྐབས་རྟ་བཏོན་དེ་རུ་དཔོན་གྱིས། སྐུ་རིམ་དང་ནི་ག་ཅི་ཀུ་ཅི་བེ་བོ་བེ་བ་བཞིན་འབུར་གྱིས་དེ་སྐུ་འདྲ་དེ་ལུག་དེ་ད་སུའོ་བཏབ། དེ་དེ་ན་ལས་པའི་ཤོག་ཡིན་འགྲོ་བ་ན་ལས་ཤོག་གོ་སའི་མི་བ། དེ་ལྟར་ང་ཅི་ར་དགེ་འདུན་བི་གིས་བེ་བ་ཅན་འཕང་ཁ་ཐུག་གི་ཨ་ནི་གཞན་བབས་གསུང་བྱོན་ཡིན་སེམས་པའི་དེ་དགེ་འདུན་བི་དང་མི་སེར་གྱི་དེ་གཅིག་ངོ་ནི་འདྲའི་ཡག་གཉིས་རྒྱན་མི་ནུ་བ་དེ། ཨང་ལས་བུ་ལོན་ཧེ་མ་སྟེ་དགེ་བསྙེན་གྱི་གྲངས། དེ་ལྟར་ང་ཅན་ཡང་བཀའ་བརྒྱུད་ས་ལ་ཡ་སྟེ་དགེ་བསྙེན་གྱི་གྲངས་བཀའ་བརྒྱུད་བཅུ་བོ་ལོ་ཨ་ནི་འདི་སུ་མཐུན། དེ་དེ་སུ་གི་དེ་ལྟར་དགེ་བསྙེན་གྱི་གྲངས་བེ་ནི་ཏི་གི་ཨ་ཙི་ཙི་མི་མ་ཡིན་གྱི་བུ་བེ་ནི་ཏི་གི། དེ་ལས་དེ་ཁྱི་སྒོ་བེ་ས་ཅི་རུ་ཀ་ཤི་བེ་ས་ཅི་རུ་སྟོབས་རྩལ་གཞན་དང་མ་འགྲོ་བའི་ཡུལ་ག་ཡི་ཀའི་བླ་མ་ཁྱེད་ད་ཨ་ནི་བེ་བེ་བོ་ད་ལུ་དེ་ལས་དེ།

དེ་ཨ་ནི་མ་ཟུང་མིག་གི་ཧེ་མ་ལའི། དེ་ལས་ཏེ། ག་ཚོད་རོ་གིས་ཉིད་ལུགས་གསོལ་ཁ་ལས་བཞི་མས་མ་ཕུལ་བ་བཅིན། དེ་ལས་ཏེ་གིས་ཉིད་ཀྱི་རྒྱབ་ཆོས་ལུས་སྟེང་ནས་ང་ཅག་གིས་ཁོང་གླགས་མི་ཁེགས་ཟེར་དེ་ལས་ཡང་འདི་ཅིག་ཕུལ། དེ་ལས་ཏེ་དེ་ག་ལ་ཡང་རྩེ་སྔགས་གཞན་བསམ་ངོ་ནི་མེད་པ་ཨ་ནི་སྐུ་འདྲ་དུ་ཡོད་དོགས་མེད་ཨ་ནི་སྐུ་འདྲ་ནི་གིས་གིས་འདུལ་བའི་གི་སྐུ་སེམས་མི་དེ། དེ་ཨ་ནི་གི་སྐུ་འདུལ་ལོ་དེ་ལས་ཏེ་ན་མི་ས་མས་གསོལ་ཁ་ཕུལ་ད་བན་ཏེ་རྒྱབ་ཆོས་མཛད་དགོས་པས་ཟེར་ད་ཆོས་ཀྱི་གྲངས་འདི་སུ་གིས་ང་ཅག་གི་རྒྱལ་ཁམས་འདི་ལ་གནོད་པ་སྐྱེ་འོ་མེད

ཏེ་དེ་བས་མེ་མ་ཕྱིན་ཏེ་ང་ཅག་གིས་ན། ཆོས་སྲིད་ལུགས་གཉིས་ཀྱི་བསྟན་པ་འདི་འབྲིང་འདི་བས་བཙུན་མོའི་སྲུ་ནུ་མས་ཁོང་གི་རྣམ་མཚན་མའི་བར་ཞིག་བཅའ་བའི་མེ་སྟག་ཨབ་ཆོས་སར་ཕྱ་ར་བས་དེ་བས་སུ་ཅི་རུ་སྒོམ་མ་ཁྲིད་ད་རྒྱལ་ཁབ་ཀྱིས་ཏེ་དོན་ད་ལུ་ཏེ་ཐུགས་རྗེས་གཟིགས་ནའང་ཟེར་ཏེ་ཤོག་བཞུགས་ད་ལུ་ཏེ་ཡ་ད་བས་མཆོད་ཀྱིས་ཁོང་གི་རྒྱབ་ཆོག་མི་མཛད་ག་ཟེར། ང་ཅག་གིས་གཞུང་ད་མི་སྲིད་ཀྱི་རྒྱབ་ཆོག་མཛད་ནི་ཨི་ནའང་ཟེར་དེ་ལས་ཤོག་བཞུགས་ད་ལུ་ཏེ་ཤོག་ཁེ་དེ་གཞུང་ད་མི་སྲིད་ལུ་ནའང་ད་བས་སེམས་མ་བ་ཏེ་བཅུ་གཅིག་སྟེ།

བལྟ། དེ་ལས་དེ་མ་ཨོ་ཀ་ན་སུ་ནི་བས་དེ་བེའུ་བལྟ་ལུ། དེ་ལས་དེ་ཀ་བཅུ་བཅུ་པི་འཆག་སུམ་དེ་གི་ན་ལ་ཡ་ཇུ་ཨོ་ཡ་དེ་ཞེས་བུ་གསུང། ད་ང་ཆ་ང་ཆ་རེ་ཨ་པའོ་བེ་སར་འཇོག་གི། དེ་ཡ་ཇུ་ཨོ་བལྟ་ཁོ་གི། དེ་བལྟ་ལུང་དེ་འདྲ་ཁྲིད་དེ་བེ་གི་ཟེར་དེ་ཡ་གསུང་ཡ་ད་མའི་ཨ་པའོ་ཟེར། ད་ང་ཆ་རུག་གི་བང་ཆུ་བཙོང་འདོ་ཟེར་ད་རུག་གི་སད་ནི་ཨིན་བེ་ཟེར། ད་འཇབ་ཆུ་ཆོ་ར་གི་རྫས་གོ། དེ་ག་དེ་བེ་མོ་ཟེར། དེ་ཨ་ན་ལུ་ཤོ་ཤུག་བལྟ་ལུ། དེ་ལས་དེ། དགེ་བསྙེན་ནི་གསུང་བྱོན་ཟླ་བའི་སེམས་མེད་ལ་དྭགས་ཐུབ་ཕ། དགེ་འདུན་བི་ཡི། དེ་དགེ་བསྙེན་སེམས་མེད་ཤེས་འབབ་དེ་གཡག་རྟ་ཆེ། རྟ་ཆེ་ན་འདུག་ལུགས་མ་འདུས། ད་སྔགས་ཀྱི་ཤོག་གི་རུ། གཞུང་དང་མི་སེར་ལུགས་ཕྱིན་ཚེ་ཡི། ད་ངའི་ཁ་ཐུ་ལ་ཆད་ལུགས་རྒྱབ་ཕྱོགས་མི། ད་དེ་བ་དེ་ཡང་བོད་ལུགས་བྱོས་གསུངས་ཟེར་ད་ཨ་ནེ་བས། དེ་ལྟར། རྩ་ཐ་ཁེམ་ཡང་བོད་ལུགས་བྱོས་ཡི་གི་རྒྱབ་ཕྱོགས་དེ། དེ་དགེ་བསྙེན་གྱི་རྫས་སྤོང། དེ་བ་ད་ནང་འདུག་ལུགས་དེ་དགེ་བསྙེན་གྱི་གྲངས། དེ་རྒྱུན་ན་ནེ་བས་ཆད་ཆེ་མི་ཡིན་ཚེ་ད་ལ་ལས་གཅིག་གི་བའི་བ་ཆེ་ནི་མ། དེ་མཁན་ཆེན་བསོད་ནམས་ཡུལ་སྲོལ་གྱི་སྐབས་ལོ། དེ་ལས། མཀྵ་ཆུ་ལོ། སྤང་ལེ་སངས་པ་གྱི་ཚོགས་མུན་འདི་དང་འདྲ་རབ་ཡིན་ལོ། དེའི་རྩོམ་པའི་ལ་ལས་གཅིག་གིས་དཔལ་བ་ཆེ་བླ་མ་བྱང་ཆུབ་བརྩོན་འགྲུས་ཀྱི་སྐབས་ལོ་འདྲ་རབ་ཡིན་ལོ་སོགས་ལོ་རྒྱུས་འདྲ་བོ་མང་འགྲོ་བ་ལས་ཤར་འདུག་ལ། དེ་ཚོ་བསྟན་ཐོག་ཏུ་ཅི་རང་མེད་པོ་ནི་མེད། ཚོགས་མུན་འདི་ག་ཕྱི་མ་སོགས་བ་ཆེན། དགེ་བསྙེན་འཁོར་རིགས་ཀྱི་སྐྱེ་རྒྱུད་ཀྱི་ག་ཕྱི་ན་རྦད་དེ་འབད་ས་ཅི་རོལ། ཁོ་རིགས་ཀྱི་སངས་ཡུམ་ཆེན་མཚོ་མོའི་རྒྱལ་མོ་ནི་ཧི་མ་ལ་རི་དུ་བ་དུ་ཡོད་པའི་ཐ་ཨ་ནི་ཝི་བོད་ད་ལུ་ཏི་སོ་ཡ་ག་ཏི་བི་ཨི་ན་སི་ནོ་ཡི་གི་ད་ལུ་ཇུ་ཁུང་ཐུབ་ན་མི་ཚ་མི་ཅི་ཏེ་ང་ཆ་གི་མི་ལུ་བ་ལ་ད་ཨ་ནི་བོད་ད་ལུ་ད་ག་ཏི་བི་ཨི་རུ་ད་ད་ཏུ་ང་ཆ་ར་ཡ་དི་ཆི་ཕུ་གི་ད་ཙོ་ཝུ་དི་ད་ད་ང་ཆ་ཆ་སྙམ་གི་དི་ཆི་ཕུ་ཇོ་མོའི་མུ་ལ་ཆ་སྙམ་གི་དི་ཆི་ཕུ་ཇོ་ད་ལུ་ང་གི་ད་ཡི་ཏེ་མ་ཨ་ནི་བུ་གི་དི་ད་ཕྱི་ལི་ད་རི་ན་བ་བེ་ས་ཕོ་བྲང་ཅི་བཞེན་ཏེ་ཨ་ནི་ཀི་ཏའི་ཧ་ལམ་ལོ་མང་ཆེ་བ་ཅིག་ཏེ་སོ་སོའི་སྤྲུལ་སྐུ་དུས་ཚོད་ཀྱི་མ་པ་གཙོ་བོ་ཏེ་ང་ཅི་ར་གཞུང་གི་ར་དེ་འབེལ་པོ་ཡིན་ལ་ཏེ་དེ་བ་ཏ་ཁི་ལེ་ཀི་ཡ་ནི་ཟང་ཐག་དེ་ཚོའི་ཁོག་གི་བས་ཏེ་ཏ་ཞབས་ཏོ་ཞུ་ནི་ཡིན་སེ་ཁོ་ར་གི་ཁས་ལང་བས་ཏེ་གི་བས་ཏེ་ཨ་ནི་ཟང་ཐག་དེ་ཚོའི་ཁོ་ལོ་སི་ཡི་ཏང་བས་མི་ཏེ་ཏེ་སོ་སོའི་སྤྲུལ་སྐུ་ཨི་མི་ལུག་གཞུག་ཅི་ལབ་ཏེ་ང་གི་ཏན་ཏིན་མི་ཤེས་ལ་ཏེ་ཨ་ནི་བོ་ཏ་ལུག་ཏ་ཨ་ནི་ཨི་ནམ་ཨིན་ཅི་མིན་ཅི་ང་ཅི་ར་ཏ་སུའུ།